རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ཡ་ང་མོན་པོ་འབྲིང་པོ་ཡིན་རྣམ་པ་ཚོ་ཚང་མ་སླར་ཡང་མཇལ་བར་དགའ་བོ་ཞེ་དྲག་བྱུང་རྣམ་པ་ཚོ་ཚང་མ་སྐུ་གཟུགས་བདེ་ཐང་ཡིན་པའི་རེ་བ་ཡོད་དེ་རིང་གི་ངའི་བརྙན་ཐུང་དེ་དང་ཐག་སྐད་འཕྲིན་འམ་བརྡ་འཕྲིན་གང་ཞུས་ཀྱང་གང་ལྟར་ཏྲེ་ལི་ཀི་རམ་གང་ལ་ཆགས་དུས་ཏྲེ་ལི་ཀི་རམ་དེ་ད་ལྟ་ང་ཚོའི་སྤྱི་ཚོགས་ནང་ལ་བེད་སྤྱོད་ཆེ་ཤོས་ཀྱི་སྐད་འཕྲིན་གྱི་ཆགས་དུས་ཏྲེ་ལི་ཀི་རམ་ཁོ་རང་གི་ཆ་ནས་བྱས་བ་ཡིན་ན་ཡང་ཁྱད་ཆོས་ཧང་སང་ཡོད་ཀྱི་མང་པོ་དང་ཁ་ཡོད་ལག་ཡོད་ཀྱི་བེད་སྤྱོད་ཡོད་དེ་ཡ་གི་ཨ་ནི་ཁྱད་ཆོས་མང་པོ་ཅིག་ད་ལྟ་གསར་སྐྲུན་བྱས་ཡོད། ཡིན་ན་ཡང་ད་ལྟ་ཁྱེད་ཆོས་དེ་དག་གསར་སྐྲུན་བྱས་པ་ལ་བརྟེན་རྗེས་ང་ཚོ་གི་ཧ་མུ་ཧོ་ནི་སྤྱི་བཏང་བེད་སྤྱོད་ཡོད་བ་གང་ཞིག་ལས་བེད་སྤྱོད་ཡོད་བ་ན་ཞིག་གིས་འདི་གནང་ལོས་ཡོད་རེད་དེ་ང་ཚོ་གི་འདི་ཧ་མུ་ཧོའི་རྗེས་ཨེ་ནི་གནས་སྐབས་རིང་བེད་སྤྱོད་བཏང་མ་ཐོ་ཡ་གི་ཨེ་ནི་ཨེ་དང་ཅི་ཆགས་དེ་བྱས་དེ་རིང་གི་ངའི་བརྙན་ཐུང་འདིའི་ནང་ལ་དེ་འདྲའི་གི་རིགས་ཨེ་ནི་མང་པོ་ཅིག་འདུག་གསལ་པོ་བཟོ་ཡ་གི་འབད་བརྩོན་བྱེད་ཡིན། དེ་ཡིན་དེ་སྐབས་དུ་རང་ཡང་ཨེ་ནི་དེ་འདྲའི་སྐད་འཕྲིན་དེ་ཆ་ཚང་བ་ཅིག་དང་ཨེ་ནི་ཡག་པོ་ཅིག་བེད་སྤྱོད་བཏང་དུས་ཡོད་བ་ཡིན་ན་ངའི་བརྙན་ཐུང་དེ་ད་ལྟ་དེ་ནི་མ་བྱས་ཨེ་ནི་རྫོགས་མཚམས་བར་དུ་ཨེ་ནི་བཅད་བརླག་མ་བཏང་བ་ཅིག་མ་རྫོགས་བར་དུ་ཨེ་ནི་མུ་མཐུད་ནས་ཟེར་རོགས་གནང་ཅེས་ཞུ་ཡ་ཡིན།
འོ། སོ་སོ་གི་ཁ་པར་ནང་ལས་ནི Telegram དེ་གོ་ཡོད་ཡིན་ན་ད་ནངས་དེ་ལས་ནི་ད་ད་འོ་འོ་དེ་བ་ཅིག་འདུག་ཨོ། Telegram གང་ལ་འདུག་ཅིག་ནི། ནས་ཚར་བ་དང་ད་ནངས་ང་ཚོ Telegram ནང་ལས་ནི་གལ་ཆེ་ཤོས་དེ་ག་རེ་རེད་ལ་དེ་པར་དང་ད་ད་ནི་འོ་སོ་སོ་གི་མིང་ངེས་དེ་ཆ་གོ་རོགས་དེ་འདི་སྐབས་ད་དང་ཤོག་ཁོ་རང་པར་ཇི་བོ་བརྒྱབ་དང་ད་ནི་འོ་མིང་ཇི་བོ་བརྒྱབ་དང་ངེས་དེ་དེ་ནི་མ་ཞུ་ཡ་ཡིན་དེ་འདི་སྐབས་ད་དང་ད་པར་དང་མིང་ངེས་དེ་ག་ཇི་བོ་བརྒྱག་རེད་ལ་ད་ད་ཟུར་དེ་ནང་ལས་ནི Setting ལས་ཅིག་འདུག་ཨ། འོ་དེ་རྣམས་དུག་ཆེན་པོ་ཡིན་ན། འོ་དེ་རྣམས་ལས་ནི་པར་བརྡང་དུག་མིང་བརྗེ་བོ་བརྒྱ་བཟའ་ཡོད་རེད། འོ་དང་པོ་ཡིན་ན་པར་བརྗེ་བོ་བརྒྱ་བརྡང་འགྲོ་བོ་ཆུང་མ་ཞུ་ཡང་ཡིན་པར་བརྗེ་བོ་བརྒྱ་བརྡང་དེ་ད་ལྟ་དེ་གང་དེ་ལས། འོ་པར་བརྗེ་ཡེ་ནི་ལས་དག་ཡོད་ཡོད་ཀྱི་རྡོ་ཅན་གྱི་པོར་པལ་པོ་དྲུག་ལས་གཅིག་གོ་འོ་འདི་གང་ལ་གཅིག་གནས། འདི་གང་ལ་གནས་ཚར་བ་དང་ཡེ་ནི་པར་འདི་སོ་སོ་ཡི་འོག་ལ་ད་ལྟ་གདམ་ག་བཏང་ཡང་ཡོད་རེད་ནི་སོ་སོ་ག་རེ་བཞག་འདོད་ཡོད་ན་དེ་ནས་གཅིག་གདམ་རྗེས།

འོ་དེ་གང་ལས་ནི་ཡི་གེ་དྲུག་པོ་དེ་འདྲའི་བྲིས་དུས་ཡོད་བ་ཡིན་ན། འོ་དེ་སོ་སོ་ཡི་གེ་ག་ལ་བྲིས་ཡས་ནོ་འདུག་ཟེར་ནས་དེ་ཚང་མ་ཚགས་སོང་ན་ཨེ་འདི་ག་རང་གི། འོ་དེ་པར་དེ་གང་ལ་འདུག་ཅིག་ཞུས། པར་དེ་གང་ལ་ཞུས་ཚར་བ་དང་ཡེ་ནས་འོ་འདུག་ཟུར་དེ་ལ་ད་ལྟ་འོ་དྲི་རྟགས་འགྲོ་བྱེད་དོ། འོ་དེ་གང་ལ་འདུག་ཟེར་ནས་བཞག་ཡས་ན་འོ་ཁོ་དེ་ག་རང་བྲིས་ཚར་རེད་དྲི་རྟགས་ཡི་ཐེངས་པ་གཉིས་ནས་ངོ་རང་ཡང་ཆོད་ཅིག་གནས་སོང་ན་ཨ་ནི་པར་དེ་རང་བཞིན་གྱིས་འདུག་ཁོ་རང་བྲིས་དྲུག་པོ་རེད་ཅེས་ཞུས་ཡས་ཡིན། ཧོ། པར་འབྲི་སྟངས་དྲུག་དེ་འདྲ་གཅིག་རེད། ད་ནི་མིང་འབྲི་སྟངས་འདི་ཞུ་ཡོན་ཡིན། མིང་བརྗེ་བོ་བརྒྱབ་སྟངས་འདི་རེད། མིང་བརྗེ་བོ་བརྒྱབ་སྟངས་འདི་གང་འདི་ལ་ད་ནི་ཨི་བྲིད་ལ་ཡས་ཀྱི། ཨི་ནི་ཡི་གེ་སྔོན་པོ་འགྲོ་ཅིག་འདོད། ཨོ་དེ་གང་ལ་ཅིག་ནི། དེ་ནི་ཚ་བ་དང། ད་ལྟ་ངའི་དེ་ནང་ལས་ནི་མོ་སྔོན་པོ་བྲིན་པོས་ལ་འདོད། ཨི་ནི་སོ་སོ་མིང་ག་རེ་བྲིས་འདོད་ཡོད་ན་དེ་ནང་ལ་མིང་འདུག་ཟེར་བྲིས། ཨི་ནི། ཨོ་དེ་ལ་སོ་སོ་བུ་ཡིག་གིས་མིང་བྱ་འདོད་ཡོད་ན་བུ་ཡིག་གིས་བྱ་ན་འགྲིག་ཁོ་རེད། ཨི་ནི་དེ་ཨོ་ལ་ཅིག་འདོད་ད་ལྟ། འོ། འདི་རྣམས་ལས་ནི། སོ་སོ་ཡི་དྭགས་ག་རེ་བྲིས་ན་འགྲིག་གོ་རེད་དཔེར་ན། སྙན་ཚིག་དེ་འདྲས་བྲིས་ན་འགྲིག་གོ་རེད་དེ་ཡང་མིན་ན་ནི། འོ། དེའི་ཏེ་ལེ་གྷརམ་དེ་ཨ་ནི་ང་ཉིན་གུང་མ་གཏོགས་གུང་ཐང་བེད་སྤྱོད་བཏང་གི་མེད་ལ་ཡ་དང། ཨེ་ནི་ང་ཡང་མིན་ན་ཧབ་ཏོ་གཅིག་ནང་ལ་ཐེངས་མ་གཅིག་མ་གཏོགས་བཏང་གི་མེད་ལ་ཡ་ལ་སོགས་པ་དེ་འདྲས་སོ་སོ་ཡི་དྭགས་ལས་འགྲོ་བའི་ཡི་གེ་ག་རེ་བཞག་ན་འགྲིག་གོ་རེད་དེ་ཚང་མ་བྲིས་ཚར་བ་དང་ཨ་ནི་གང་འདི་ལས། འོ། ཟུར་འདི་ལ་ད་ལྟ་དྲན་ལ་ཡ་བྱེད་དོ། དེ་གང་ལ་གཅིག་ནི།

ནོར་ན་བཏང་བ་གྱིས་ཤིག་རོ་ཡི་གེ་ཀྱི་ནོར་ན་བཏང་བ་གྱིས་ཨེ་ནས་དེ་བོ་ཡིན་པས་ལ་མདའ་འགྲིམ་པོ་དེ་དེ་བོ་ཡིན་དེ་བོ་ཡིན་ནམ་ལ་མདོ་བྲིས་ནས་བཏང་བ་གྱིས་ཤིག་སྐབས་དོག་དེ་ན་ལས་དེ་བོ་སེང་གེ་དེ་ང་ཚོ་བསྡད་དེ་ནོར་རོ་བདག་ཅག་དེ་ཨེ་འདི་བཟོ་བཅོས་བརྒྱབ་དགོས་ན་གང་འདྲི་བརྒྱབ་དགོས་རེད་ལ་དེ་སྐབས་དོག་ཨེ་ནས་དེ་ག་ལ་མདང་གི་དང་གཅིག་པ་གཅིག་རྐྱང་དེ་གང་ལ་གཅིག་གནས་ནས་བཞག་ཨེ་ནས་དེ་ཚན་གསུམ་པ་དེ་ན་ལ་ཨི་བྲིས་ལས་ཀྱི་མི་འདོད་དེ་གང་ལ་གཅིག་གནས་ཨེ་ནས་དེ་ནས་སོ་སོ་གི་ག་བ་ནོར་ཡོད་ན་འོ་དེ་བ་མདའ་འགྲིམ་པོ་དེ་བཟོས་ཨེ་ནས་འདྲི་དག་བརྒྱབ་བཞག་བ་ཡིན་ན། འདི་ག་རང་དེ་ནི་སོ་སོ་གི་ནོར་གཡོག་དེ་ནི་འདི་ག་རང་རང་ཅག་ཚོའི་ཐུགས་རེད་ཅེས་ཞུས་ཡིན། འདི་ཅེས། ཁྱོད་རང་གིས་དཔེར་ན་ད་ཡི་གེའི་གྲོགས་པོ་ཅིག་ཁྱོད་རང་གཏང་དགོས་ཀྱི་ཡོད་བ་ཅེས། ཡི་གེ་དེ་ནི་ཁྱོད་རང་གསར་རྙེད་གཏང་ཡས་ཡིན་པ་ཅེས། ཡིན་ན་ཡང་ཁྱོད་རང་ལ་དུས་ཚོད་དེ་དེ་རིང་མ་གཏོགས་མེད་པ་ཅིག་ཁྱོད་རང་གསར་རྙེད་གཏང་ལོང་མེད་པ། གང་ཞིག་ཅེས་ལན། ཡི་གེ་དེ་སེམས་ཉིད་སུ་ཚེ་བཅུ་གཉིས་བདེ་བ་ཅན་ཡིན་གཅིག་མིན་གཅིག་གཏང་དགོས་འོས་ན་འདིས་ཡི་གེ་དེ་དེ་རིང་བྲིས་བཏང་བཞག་ནས་འབྲི་དགོས་རེད་ཡང་སྒྲོལ་ཡག་གིས་དུས་ཚོད་དེ་རིང་སེམས་ཉིད་སུ་ཚེ་བཅུ་གཉིས་ལ་ཏག་ཏག་སྒྲོལ་ཡག་གིས་བཟོས་ཡོད་འདི་ག་འདྲས་བྱེད་དགོས་རེད་ལན། ཁྱོད་རང་གིས་ཡི་གེ་དེ་བྲིས་རོགས། འདི་ག་རང་དེ་བོ་ཡིན་པས་ལན་འདྲ་བོ་ཅིག་ཡི་གེ་ཅིག་བྲིས་ཤོག་ཡིན་ན། དེ་བོ་ཡིན་ནམ་ལན། ད་དེ་བཏང་ཡག་དེ་སེམས་ཉིད་སུ་ཚེ་བཅུ་གཉིས་ལ་གཏང་དགོས་འོས་ན་ཁྱོད་རང་ག་འདྲས་བྱེད་དགོས་རེད་ལ་སོང་ན་ད་ལྟ་ཕ་ཆོས་ཟུར་དེ་ལ་ཡི་གེ་བཏང་ས་བྱེད་དོ། དེ་ང་ལ་སྣེམས་ནས་བཞག་བཞག་གིན་ན་དེ་ད་ལྟ་དེ། སྡེ་ཚན་གཉིས་པ་དེ་རྣམས་ལ་བྱེད་མི་འདོད། སྡེ་ཚན་གཉིས་པ་ལ། ཟུར་ལ་ཆུ་ཚོད་ཡོད་རྒྱུར་བྱེད་དོ། དེ་གང་ལ་བྱེད། སྣེབས། ཨེ་ནི་ཁྱོད་རང་གིས་དེའི་ཆུ་ཚོད་དེ་དག་གསལ་ངེས། གསལ་ངེས་ཡིན་ན་གསལ་ངེས་གྲོགས་གཅིག་ལ་ཆུ་ཚོད་དེ་འདྲའི་ཆེ་ལ་ཆུ་ཚོད་ག་ཚོད་ལ་བཏང་ཡས་ན་འོ་འདི་བྲིས་ཚར། ཨེ་ནི་འདི་ག་རང་དེ། Send Tomorrow ལ་ནི་ཆུ་ཚོད་འདི་ག་ལ་ནི་ཁོས་བསྟོད་ངེས་འདུག་དེ་གང་ལ་འདུག་སྣེབས་མི་བྱ་གི་ན། ཨེ་ནི་ཡི་གེ་དེ་གསལ་ངེས་དུས་ཚོད་དེ་ག་ཟིན་པ་དང་ཏག་ཏག་ཨེ་ནི་ཡི་གེ་དེ་ཁོ་རང་རང་བཞིན་གྱིས་འགྲོ་བྱེད་ཀྱི་རེད་ཅེས་ཞུས་ཡིན། འོ་ལགས་སོ་འདི་གཅིག་ཡིན། ཨེ་ནི་ད་ལྟ་ང་ཚོས་ཡི་གེ་དེ་བཏང་བ་འདིའི་སྐབས་དུ་ཨེ་ནི་ཁྱོད་རང་ཕ་ཇོ་དེ་ལ་ཡི་གེ་སྦྱོར་བ་ཞིག་བཏང་དགོ་བ་བྱེད། ཡི་གེ་དེ་ཨེ་ནི་སྐད་མེད་དཔེ་གང་ལས་ཨེ་ནི་ཡི་གེ་དེ་ཕ་ཇོ་ལ་ཡི་གེ་གླེང་འོང་དེའི་སྐབས་དུ་ཨེ་ནི་ད་ནམ་དུས་ང་ཚོ་ལ་ཡི་གེ་གླེང་བ་དེའི་སྐབས་དུ་ཡི་གེ་སྐད་སྒྲོག་ཅིག་གེགས་ཡོད་ཡ་ཏིང་ལ་ཡ་དེ་འདྲའི་དེ་འདྲའི་མེད་དཔེ་གང་ནས་ཡི་གེ་ཅིག་བཏང་དགོ་དགོས་ན་ག་འདྲི་བྱེད་དགོ་རེད་ལབ་ས་ན་ཁྱོད་རང་ཡི་གེ་དེ་འདུག་བྲིས་ཨེ་ནི་ད་གེ་དང་གཅིག་པ་གཅིག་རྐྱང་དེ་གང་འདུག་སྙེམས་བྱེད་ཨེ་ནི་སྡེ་ཚན་དང་པོ་དེ་ནང་ལ་ཅིག་འདོགས།

བཀྲ་ཤིས་བདེ་ལེགས་བླ་ཡག་དང་བྲིས་སོང་བླ་ཡག་དང་བདེ་བོ་ཡིན་པས་བླ་ཡག་དཔེར་ན་དེ་འདྲ་བོ་འདུག་ཨ་དེ་འདྲའི་གྲོགས་པོ་གྲོགས་པོ་ཡག་བྱུང་ཨ་བླ་ཡག་ཨོ་དེ་འདྲ་བོ་ཨོ་རྒྱལ་སྲས་དེ་འདྲའི་གྲོགས་པོ་དེ་ནི་ཁྱོད་རང་ངས་ལས་མེད་བ་ཡིན་ན་ཁྱོད་རང་ལ་ཡོད་པ་ག་འདྲས་བཟོས་དགོས་ཁྱོད་རང་ལ་མི་དེ་འདྲས་ཀྱིས་བཏང་རོགས་བཏང་དེ་སྐབས་ཐོག་མིའི་བཏང་རྒྱུ་དེ་གང་ལ་ཁྱོད་རང་གིས་ཐེངས་མ་གཅིག་དུས་སུ་མནན་དགོས་མནན་བ་ཡིན་ན་ཨོ་དེ་ལ་ད་ལྟ་དེ་ཨེ་བླ་ཡག་ཅིག་ཨོ་དེ་ལ་ཨ་ནེ་དངོས་པོ་གྲོགས་པོ་སྒྲུབ་གཞི་གཅིག་བཞག་གི་མི་འདུག་འོ་དེ་རྣམས་ལ་གནས་མི་བྱ་བ་ཡིན་ན། ཨེ་ནས་ཁོའི་གཏང་རྒྱུ་གྱི་དེ་རྣམས་ལ་སྡེ་ཚན་དེ་རྣམས་ལ་གྲགས་མ་གྲགས་ག་ཚོད་ཡོད་བ་ཡིན་ན་ཚང་མ་ཁྱོད་རང་གིས་ནས་མོ་པ་རྣམས་འདུག་སླེ་འོང་རེས་ཅེས་ཞུ་ཡ་ཡིན། སྔར་ལོ་ཡོད་བ་ཡིན་ན་ཁོ་གོ་ཡོད་མ་རོགས། མོ་འོ་དེ་ཅིག་བྱས། ཨེ་འདིའི་རྗེས་ལུས་དེ་རེད་ད་ང་ཚོ་ད་ལྟ། འོ། ཡི་གེ་འབྲི་ལེར་གཏང་ཡ་ཅི་ཡོད་རོགས། ཡི་གེ་འབྲི་ལེར་གཏང་ཡ་དེ་ག་འདྲའི་གཏང་སྒོ་རེད་ལ་སོགས་ན་དཔེར་ན་ང་ཚོའི་གི་ཡི་གེ་སྒྲོག་ཅིག་གཏང་ཡོད་བ་ཡིན་ན་དེ་འདུག་འབྲི་ལེར་ཅིག་འདུག་སྣེམས་ཅེས། དྲི་ལད་གང་དུ་འདུག་སྣེ་མིན་དེ་ལ་གདམ་ག་གཉིས་སྟེར་ཡོད་རོགས་ཨེ་ནས་ཁྱོད་རང་དང་ཨེ་ནས་ཁྱོད་རང་གི་གཏང་ས་གཉིས་ཀའི་ངོས་ནས་ཨོ་དྲི་ལད་གཏང་ཡས་ཡིན་པས་ལ་ཡས་ཅིག་དང་ཨེ་ནས་ཁྱོད་རང་གཅིག་པུའང་ལ་དྲི་ལད་གཏང་ཡས་ལ་དེ་ཚེ་གཉིས་དུ་བ་དེ་ན་ནས་དེ་ཚེ་དང་པོ་དེ་ལ་གནས་བ་ཡིན་ན་ཁྱོད་རང་དང་ཨེ་ནས་གཏང་ས་ཀྱི་ཡུལ་དེ་གཉིས་ཀའི་ནང་ནས་ནས་དྲི་ལད་འགྲོ་ཞིག་རེད་ཨེ་ནས་འོ་མ་དེ་གནས་བ་ཡིན་ན་ཨེ་ནས་ཁྱོད་རང་ས་གཅིག་པུ་དྲི་ལད་འགྲོ་རེད་ཨེ་ནས་ཕ་ཇོ་ལ་ཡི་གེ་གཏང་རྒྱུ་དེ་དེ་ག་རང་དེ་གི་རེད་ཅེས་ཞུས་ཡས་ཡིན་ཨོ་དྲི་ལད་གཏང་ཡས་སྐོར་དེ་འདྲས་ཅིག་བྱས། ནི་དེའི་རྗེས་ལས་ད་ལྟ File Send བྱེད་སྟངས་དེ File Send ལས་འདི་ག་རེད་ལ་སོགས་ན་དཔེར་ན་ཁྱོད་རང་གིས་དཔར་སྒྲོག་བྱེད་ཡོང་བ་བྱེད་རོགས། དཔར་སྒྲོག་བྱེད་ཡོང་བ་བྱེད་དཔར་དེ་གི MB དེ་ཚེས་སྒྲོག་དེ MB ལྔ་བཅུ་སྒྲོག་བྱེད་ཡིན་སོང་ན། ནམ་དུས་དཔར་བཏང་ཐང་ན་ཞིག་འདུག་བཏང་བཞག་བ་ཡིན་ན་ཁོ་དཔར་དེ་དེ་གསལ་པོ་མེད་པ་ཆགས་འགྲོ་གི་འདུག MB དེ་དེས་མ་ཆགས་འགྲོ་གི་རེད། ཡིན་ནའང་ཁྱོད་རང་གིས File གང་ལ་བཏང་བ་ནི་ཁེ་ཕན་ག་རེ་ཡོད་རེད་ལ་སོགས་ན། ཁྱོད་རང་གིས File དེ་ནི་ཁྱོད་རང་གིས་བཏང་ཡག་གི་དཔར་དེ MB ལྔ་བཅུ་སྒྲོག་བྱེད་ཡིན་སོང་ན། འོ་ཕ་ཅོག་ལ་ཡི MB། ཏག་ཏག་སྔོ་བཅུད་གང་ལ་སླེ་དེ་གི་ཁྱད་པར་འགྲོ་བོ་བྱོས་རེད་འོ་འདི་ད་ནག་ག་འདྲེ་རེད་ལ་སོ་ནས་ནས་ཕ་ཡིལ་དང་དང་དེ་ག་འདྲེ་རེད་ལ་སོ་ན་དེ་འོ་ཚོ་ཤོས་ཀྱི་ཡི་གེ་དང་ས་དེ་གམ་གཅིག་ནས་ནས་ཚ་བ་དང་འོ་འདི་ལ་དང་པོ་དེ་ལ་ཨེ་ནི་གེ་ལ་རེད་ཅིག་གཉིས་པ་དེ་ལ་ཕ་ཡིལ་འགྲོ་བོ་བྱོས་ལ་རེད་དོ་འོ་འདི་གང་ལ་ནས་ཨེ་ནི་དེ་ནས་སོ་སོ་ཀྱི་པར་རེད་ཡི་གེ་རེད་ག་ར་ཏང་ཨེ་གནང་ཧ་འདུག་དམ་བཅས་འོ་འདུག་དེ་འདྲེ་གཏང་བྱ་བ་ཨེ་ན་ཨེ་ནས་ཁོ། ཕཱེལ་གང་ལ་འགྲོ་ཞེས་རེད་དེ་འདི་སྐབས་དེ་ནས་ཕ་ཇོ་དེ་ལས་ཨེམ་པི་རྔུབ་བཅུག་གི་པར་འགྲོ་གི་ཡིན་སོང་ན་ཕ་ཇོ་ལས་ཨེམ་པི་རྔུབ་བཅུག་ཏག་ཏག་སླེ་དེ་ཡས་ཆེ་བ། ཨོ་དེ་འདྲས་ཀྱི་ཁྱད་པར་བས་འགྲོ་གི་ཞིག་ཡོད་རེད་ཅེས་ཞུས་ཡས་ཡིན། ཨོ་དེ་རྗེས་ལས་ནས་ལོ་ཀེ་ཤན་ལ་ཡས་དེ་རེད་ད། ལོ་ཀེ་ཤན་ལ་ཡས་དེ་ག་འདྲས་རེད་ལ་སོང་ན། ཨེ་ནས་ང་ཚོ་དེ་དེ་ག་ལ་ཅིག་གནས་པ་ཨེ་ནས་ད་ལོ་ཀེ་ཤན། ལོ་ཀེ་ཤན་བཏང་ཡས་དེ་གི་ཕན་ཐོག་འགྲོ་གི་ཅིག་ག་རེ་ཡོད་རེད་ལ་སོང་ན། ད་དཔེར་ན་ཁྱོད་རང་མི་གཉིས་ཡོད་བ་བྱས་མི་གཉིས་སྡོད་ས་ཁ་བྲལ་བ་ཡིན་ན་ཁྱོད་རང་ས་ཆ་ག་ལ་ཡོད་མེད་ཧ་མོ་གོ་བ་ཡིན་སྲིད་ན་ཨ་ནི་ཁྱོད་རང་གིས་མི་དེ་ས་ཆ་དེ་ལས་བཤད་ལ་ན་ཧ་གོ་ཡི་བྱེད་དུ་རེད་ཁྱོད་རང་གིས་ད་ལྟ་ལོ་ཀེ་ཤན་དེ་ཨ་ནི་ཁྱོད་རང་གིས་ཁོ་ལ་ད་ད་ལྟ་དེ་ལོ་ཀེ་ཤན་གནས་བ་དང་ཁྱོད་རང་ས་ཆ་ག་ལ་འདུག་གི་འདུག་བ་དེ་ག་རང་དེ་ཟུར་དེ་ལ་ད་ད་འོ་དེ་བྱེད་དུ་བ་དེ། འོ་རྣམས་ཀྱི་ཡི་གེ་གཏང་ས་ཀྱི་པར་སྒྲོག་བྱེད་དོ། འོ་འདི་གང་ལ་གནས་མི་བྱ་གི་ན། འོ་ཁྱོད་རང་ལ་ནི་ཁྱོད་རང་ས་ཆ་ག་བ་ཡོད་མེད་དེ་ཁོ་སར་འགྲོ་གི་རེད་ནི་ཁོ་ཡི་འོ་གུ་གུལ་གྱི་མལ་བརྒྱུད་ནས་ནི་ཁྱོད་རང་ལས་སླ་པོའི་ངང་ནས་རྩིས་སྤྱོད་གཏང་ཐུབ་ཀི་རེད་ཅེས་ཞུ་ཡང་ཡིན། འོ་ལོ་ཀེ་ཤན་གྱི་སྐོར་བལྟས་ག་འདྲས་ཅིག་ཡིན་ནི་འདི་གང་ལ་ཁྱོད་རང་ཡ་ནི་དཔེར་ན་པར་སྒྲོག་བྱེད་གཏང་དགོས་བ་བྱས་ཁྱོད་རང་གི་ཁ་པར་ལ་མེད་བ་ཡིན་ན་ཨེ་ནས་པར་དེ་ཨོ་དེ་ག་རང་གིས་ཡང་ན་དྲ་ཐོག་ནས་རྩེད་ཅེས་བཏང་ཡས་ཡོད་རེད་ཨོ་དེ་ག་འདྲས་རེད་ལ་སོ་ན་ད་ལྟ་དེ་སྤྱི་དང་ནམ་དུས་པར་བཏང་ས་དེ་ག་ལ་འགྲོ་གང་དེ་ལ་ད་ལྟ་བྱ་ཚག་བཟོ་ར་ཅིག་འདུག་ཨོ་དེ་ག་ལ་ཅིག་གནས་ཨེ་ནས་དེ་ལ་ཨེ་ནས་ཁྱོད་རང་གིས་པར་གོ་ཡས་དེ་མིང་བྲིས་ཤིང་འབྲི་གོ་རེ་དཔེར་ན་ང་ཚོ་དེ་འགྲོ་བ་ལ Tibet ལ་ཡས་ཅིག་བྲིས་སོ་ན་དེ Tibet ལ་འབྲི་བ་དང་ཨེ་ནས་ཨོ་བོད་ཀྱི་པར་ཡོངས་རྫོགས་ཤར་འོང་ཡས་ཆོག་ཨོ་དེ་ནས་དུ་སི་དམ་ཅེས་བཏང་ཤིང་འབྲི་གོ་རེ།

ལེགས་སོ་དེའི་རྗེས་ལས་ནི། དེ་རེད་ད་ཨོན་ལེན་ཕོ་ཏོ་བཏང་དང་དེ་ཨ་གོ་བ་བྱེད་དེའི་རྗེས་ལས་ནི་ཁྱོད་རང་གིས་དཔེ་ན་ཁྱོད་རང་ལ་ཡི་གེ་འདྲ་བོ་ཅིག་གླེང་བ་བྱེད་ཨེ་ནི་ཡི་གེ་དེ་ཁྱོད་རང་ད་ལྟ་བློ་ངོ་ཚ་བ་བྱེད་ན་ཡག་པོ་ཅིག་བློ་ཡག་མ་ར་བ་ཡིན་སོང་ན་ཨེ་ནི་ཁྱོད་རང་རྗེས་ལ་བློ་སྒོ་དྲན་སོང་ན་ཁྱོད་རང་ག་རེ་བྱེད་ཡག་ཡོད་རེད་ལ་སོང་ན་ཨོ་ཁྱོད་རང་གིས་དེ་ད་ལྟ་དེ་ཡི་གེ།

ནོ་བོ་དེའི་རྗེས་ལ་ད་ང་ཚོ་སྤིན་བྱེད་སྟངས་དེ་ཅིག་ཞུ་དགོས་དྲན་སོང་སྤིན་ལའེ་དེ་ག་འདྲས་རེད་ལ་སོ་ན། ཨོ་ད་ཁྱོད་རང་གིས་དཔེར་ན་ཡི་གེ་འདི་འདྲ་བོ་ཅིག་ཡིན་སོ་ན་དེ་ག་ལ་ཁྱོད་རང་གིས་སྤིན་བྱེད་བ་ནི་ཁོ་མགོ་སྐོར་ལ་དེད་དེར་བསྡད་ཁྱོད་རང་ཁོ་མཉམ་དུ་སྐད་ཆ་བཤད་ན་རེད་མ་བཤད་ན་རེད་གང་ལྟར་ཁོ་གང་གང་ལ་དེད་དེ་བྱེད་བསམ་བསམ་ང་ཚོ་འདུག་རྩེད་བྱེད་མ་ཉལ་བྱེད་ཨོ་དེ་མི་ཡོང་ཡི་ཆེད་དུ་ཨེ་ནས་ཁྱོད་རང་གིས་སྤིན་འདྲ་བོ་དེ་བྱེད་བྱ་བ་ཡིན་ན་ཨོ། ཁོ་ཨེ་ནི་འདི་ག་ལ་གང་ལ་དེ་འདི་ག་ལ་ཨེ་ནི་རང་ཅག་འདི་ག་ལ་ཨན་པིན་ལ་སོང་ན་ཁོ་རང་དང་གི་ས་ཆ་ག་བ་ཡོད་སོང་ན་ཨོ་འདི་ག་ལ་དེ་ཞིག་རེད་ཅེས་ཞུས་ཡ་ཡིན། ཨེ་ནི་འདི་ག་ལ་ད་སྐྱེས་ཀ་ནམ་ཡུལ་ལས་དེ་རོ། ཨིན་ཁྱོད་རང་པེ་ན་འདི་ག་ལ་འདུག་སྣེམས་ཅེས་ཨེ་ནི་མིའུ་ལས་དེ་སྣེམས་ཀྲི་པུ་ཀ་ཡོད་ཅེས་དོ་འདི་ག་ལ་འདུག་སྣེམས་བྱ་བ་ཡིན་ན་ཨེ་ནི་ཁོ་ཡིས་ཁྱོད་རང་ལ་ཡི་གེ་ག་ཚད་བཏང་བ་ཡིན་ན་ཁྱོད་རང་ས་ཨེ་ནི་ཨོ་ཡི་གེ་གི་བརྡ་ལན་གི་ཆེད་དུ་སྐད་ཅིག་གླེགས་ཡོད་ང་ཚོ་ཏིང་ལས་ཅིག་ཨོ་འདི་སྐད་དེ་རྩ་བ་ཉིད་ནས་གླེགས་ཡོད་མ་རེད་ཅེས་ཞུས་ཡ་ཡིན། སྐྱེས་དགའ་དང་འགྲོ། དེ་ནས་ཨོ་ཏྲོ་དྲི་ལེད་ལྷའི་དེ་ཅིག་ཤུལ་དང་དྲན་སོང། ཨོ་ཏྲོ་དྲི་ལེད་ལྷ་དེ་ག་རེ་ལ་གོ་རེ་ལ་སོ་ན། དཔེར་ན་ཁྱོད་རང་གིས་ཁོ་ལ་ཡི་གེ་སྒྲོ་བུ་ག་ཚད་བཏང་ཡོད་བ་ཡིན་ན་ཡི་གེ་དེ་ཁོ་རང་ཁྱོད་རང་གིས་སུབ་མི་འགོག་པར་ཁོ་རང་རང་བཞིན་གྱིས་སུབ་འགྲོ་ཡ་བྱེད་བ། ཨོ་དེ་ག་འདྲས་བྲིས་དགོས་རེད་ལ་སོ་ན། ཨོ་དེ་གང་ལ་དེ་ཟུར་དེ་ལ་འགྲོ། དེ་ཕ་ཆོག་ཟུར་དེ་ལ་ད་ལྟ་བྱ་ཙག་གི་ཕ་ཆོག་དེ་ལ་མོ་ཧུར་ལ་ཡ་བྱེད་དོ། དེ་གང་ལ་འགྲོ་བ་བྱས་ནས། སྡེ་ཚན་དང་པོ་བཅས་གཉིས་པ་བཅས་གསུམ་པ་བཞི་པ་དེ་རྣམས་ལ་ཨེ་ཨོ་ཏོ་འདྲི་ལེད་ལས་ཀྱི་མི་དེ་ཚུ་ཚོད་འགྲོ་འོ་ཅི་སྟོན་གི་འདུག་ཨ་དེ་ག་ལ་ཅིག་གནས་མི་ཤ་བ་ཨེ་ནས་ཁྱོད་རང་དེ་རྣམས་ལ་ཨེ་རང་བཞིན་གྱི་འདྲི་ལེད་འགྲོ་ཡ་གི་དུས་ཚོད་དེ་འདྲི་ཡ་ཡོད་རེད་ཨེ་ཉི་མ་དང་པོ་ལས་དང་ཧབ་ཏོ་གཅིག་ནང་ལ་ཟླ་བ་གཅིག་ནང་ལ་ཨེ་ཉི་མ་དང་པོ་དེ་འདྲི་བ་ཨེ་ནས་ཁྱོད་རང་གི་ཉི་མ་གཅིག་ནང་ལ་ཁྱོད་རང་གི་སྐད་ཆ་ག་རེ་བཤད་བ་དང་པར་ག་རེ་ཟེར་ཁོ་རང་རང་བཞིན་གྱི་ཁྱོད་རང་སུབ་མོ་བོ་པར་ཁོ་རང་རང་བཞིན་གྱི་འོ་འོ་དེ་དུས་འདྲི་ལེད་འགྲོ་གི་རེད་ཅེས་ཞུས་ཡ་ཡིན།

དེ་གྲོགས་པོ་གཅིག་ཡིན་ཟེར་ནས་དེ་རྣམས་ལ་ནི་ཁྱོད་རང་གིས་སྐད་ཆ་ག་རེ་བཤད་པ་ཡིན་ན་རོགས། ཨ་ནི། སུ་གཅིག་གིས་ཨ་ནི་ཁྱོད་རང་གིས་སྐད་ཆ་བཤད་རྒྱུ་དེ་ག་ལ་ཞིབ་འཇུག་བྱེད་ཐུབ་ཀྱི་མ་རེད་ཀམ་པ་ནི་གིས་ཁོ་རང་ད་འོ་སྐད་ཆ་དེ་ལས་ནི་ཞིབ་འཇུག་བྱེད་ཐུབ་ཀྱི་མ་རེད་ལ་འོ་རེད་ན་ཡིན་ད་བདེན་པ་ཡིན་ན་མེད་ན་ཧ་འོ་མ་སོང་མ་གཏོགས་གཞན་དེ་ས་དབང་གིས་སྐད་ཆ་བཤད་ས་གྲོགས་པོ་གཅིག་ཆགས་འོ་རེད་ཅེས་ཞུས་ཡས་ཡིན།
ལེགས་སེ་དེ་རིང་གི་བརྙན་ཐུང་འདི་འདི་ཙམ་ཞིག་ཡིན་བརྙན་ཟེར་པ་པོ་རང་གཉིས་ད་ལྟ་ངའི་ལྕེ་རྣ་ཐོག་ལ་ཐེངས་དང་པོ་ཡིན་གསུང་ན་ངའི་ལྕེ་རྣ་ལ Subscribe བྱེད་ཅིག་མེད་ཅིག་བྱེད་རོགས་གནང་ཨེ་ནས་རང་འདི་བརྙན་ནས་བཞུགས་མྱོང་ཡོད་བ་ཆེ་རང Subscribe བྱས་མི་འདུག་ན་ཨེ་ནས་རང་ཡང Subscribe བདེན་བྱེད་མེད་ཅིག་བྱེད་རོགས་གནང་ཅེས་ཞུ་ཡོད་ཡིན་རང་གིས Subscribe བྱས་པ་ལ་བརྟེན་ནས་ང་ལ་རྒྱབ་སྐྱོར་ཆེན་པོ་ཅིག་མཚོན་གྱི་ཡོད་རེད་ལ་རང་ལ་ཡང་བརྙན་དེ་དག་ཨེ་ནས་ཐད་ཀར་བཏགས་ཐོ་ཡག་གིས་ཕན་ཐོག་དུ་མ་ལྡན་གོ་རེད།

ལེགས་གསལ་དེ་རིང་གི་ངའི་བརྙན་ཐུང་འདི་དེ་ཙམ་ཞིག་ཡིན་མ་འོངས་པ་བརྙན་གཞན་ཞིག་དང་མཉམ་དུ་སླར་ཡང་མཇལ་ཆོག་ལེགས་སོ་དེ་བར་དུ་རང་གི་སྐུ་སྲོག་ལ་ཐུགས་འཇགས་གནང་རོགས་གནང་ལགས་སོ་བྷའི་བྷའི།